བོད་ཀྱི་རླུང་འཕྲིན་གྱི་ལས་རིམ་གསན་སྲིད་གནང་མཁན་ལྷན་རྒྱས་སྐུ་ངམ་ས་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཟླ་བ་དྲུག་པའི་ཚེས་དགུ་རེད་སོང་ཙང་དེ་རིང་གི་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་གུས་པའི་སྙན་སྒྲོན་ཞུ་གི་ཡིན། གཞིས་བཞུགས་བོད་མི་རྣམ་པའི་གོང་ས་སྐྱབས་མགོན་ཆེན་པོའི་གོ་སྟོན་སྲུང་བརྩི་ཞུ་ཡ་ལ་ཡང་རྫ་བྲག་དང་ཉེ་དགའ་ཆེ་ཁྲི་ཞིག་ཡོད་པའི་སྐོར་ལ་ཡང་སྙན་ཐོ་ཞིག་ཐོན་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་དྲུག་གི་ཉིན་གང་རྒྱལ་སྤྱིའི་བོད་དོན་ལས་འགུལ་བསྟི་གནས་ཁང་གིས། བོད་ནང་གི་གཞིས་བཞུགས་བོད་མི་རྣམ་པའི་ཁོངས་སུ་སྐྱབས་མགོན་ཆེན་པོའི་གོ་དོན་སྲུང་བརྩི་ཞུ་ཕྱོགས་དང་འབྲེལ་ནས། སྙན་ཐོ་ཞིག་བཏོན་གནང་བའི་ནང་ལོགས་ལ་ཡང། ཁོང་སྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་དགུང་གྲངས་དགུ་བཅུ་ཕེབས་པའི་གོ་དོན་འདི་ཡིན་མིན་དང་གཅིག་སྔར་རྒྱུན་ལྟར། ཕྱི་ཟླ་བདུན་པའི་ཚེས་བུ་དྲུག་ནི་བོད་ལུགས་ཀྱི་འཁྲུངས་ལེན་ཡར་ཟོས་དུས་ཡིན་པས་ན། བོད་ཟླ་ལྔ་པའི། ཚེས་པ་ལྔ་ཟེར་དུས་ཙམ་ལ་དེའི་ཉིན་གང། ཕྱི་ཟླ་དྲུག་པའི་ཚེས་སུམ་ཅུ་ཁལ་གྱི་ཡོང་རེ་སོང་ཙང། ཟླ་འདིའི་ཐད་ལ་ཡང་བོད་པ་གཙོ་བོར་གྱུར་པའི་བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ་ཚོ་རེ་དྭགས་ནང་བཞིན། རྒྱལ་སྤྱིའི་ཁྱོན་དུ་བཞུགས་པའི་རྒྱབ་སྐྱོར་བ་མཚམས་ལོག་ནས། ད་གོང་ས་སྐྱབས་མགོན་ཆེན་པོའི་མཛད་རྗེས་དང་རྣམ་ཐར་རྗེས་སུ་དྲན་པའི་ཐོག་ནས་ཅིག་གོ་དོན་གྲ་སྒྲིག་ཚ་ཚ་འུར་དུ་གནང་བཞིན་པའི་སྐབས་འདི་འདྲའི་ཆེད་ལ་ཡང། ད་བོད་ནང་ལོགས་ལ་ཡོད་པའི་གཞིས་ལུས་བོད་མི་རྣམས་པའི། སྐུ་མདུན་གྱི་གོ་དོན་སྲུང་བརྩི་ཞུ་ཡ་ལ་ཧ་ལས་པའི་ཉེན་ཁ་ཆེ་ཕྲད་བྱུང་ཡོད་པ་རེད་བྱས་ནས་གསུངས་བཞག། ད་ལྟའི་དེ་སྔ་ལྷག་པའི་དོན་རྐྱེན་ཁག་ནང་ལོགས་ལ་ཡང། ཁོང་ཚོ་སྐྱབས་མགོན་ཆེན་པོའི་འཁྲུངས་སྐར་སྲུང་བརྩི་ཞུ་མཁན་ཚོ་རྒྱ་ནག་གཞུང་གིས་ད་ཅི་གང་གསུངས་གང་བྱུང་འཛིན་བཟུང་བྱེད་ཡ་རེད་ཨ་ནི་དུས་ཡུན་རིང་ཐུང་ཅི་རིགས་ཀྱི་ཐོག་ནས་བཙོན་འཇུག་བྱེད་ཡ་དང་ནང་བཞིན་མནར་གཅོད་གཏོང་ཡ་ཐ་ན་མེ་མདའ་བརྒྱབ་བཅས་བསད་པའི་ཉེན་ཁ་དེ་འདྲ་ཡང་བྱུང་ཡོད་པ་ཁུངས་སྐྱེལ་བྱས་ཤག། སོང་ཙང་གཞིས་ལུས་བོད་མི་རྣམས་པའི་གོ་དོན་སྲུང་བརྩི་ཞུ་ཡག་དེ་ཡིན་མིན་ན། འཇིགས་སྣང་དང་དངངས་སྐྲག་དེ་འདྲའི་ཅིག་གི་འོག་ཏུ་བསྡད་དགོས་ཡག་གི་གནས་སྟངས་ཆགས་འདུག་ཨ་ནི་ད་ལྟའི་ཆ་ལ་རྒྱ་ནག་གཞུང་གིས་ད་ཅིག་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་མཚན་སྨོད་ཞུ་ཡག་གི་ལས་འགུལ་སྤེལ་ཡག་རེད་ད་ག་ནང་བཞིན་ཨ་ནི་སྤྱི་ཚོགས་ནང་ལོག་ལ་ཡང་ད་ཅིག་སྐུ་མདུན་ལ་ཡང་གུས་བརྩི་ཞུ་མཁན་གྱི་མཐོང་ཚུལ་དེ་འདྲའི་བྱུང་བ་ཡིན་ན་ཨ་ནི་དེ་ཡས་ལ་ཡང་དྲག་གནོན་ཆེ་ཡག་དེ་འདྲ་བྱེད་བཞིན་པ་རེད་ཤག་སོང་ཙང་རྒྱ་ནག་གཞུང་གིས་ཟླ་གཅིག་བྱེད་བབ་དེ་ཡལ་ཡ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་དང་འགལ་བར་བྱས་ནས་སོང་ཞག་ལ་ཨ་ནི་ཉེ་ལམ་རྒྱལ་སྤྱིའི་བོད་དོན་ལས་འགུལ་བསྟི་གནས་ཁང་གིས་བཏོན་པའི་སྙན་ཐོ། འཇིགས་སྣང་དང་དངངས་སྐྲག་གི་འོག་ནས་གོ་དོན་སྲུང་བརྩི་བོད་ནང་གོང་ས་སྐྱབས་མགོན་ཆེན་པོའི་འཁྲུངས་སྐར་སྲུང་བརྩི་ཞུ་མཁན་ལ་ཡང་རྒྱ་ནག་གི་དམ་དྲག་ཞེས་པ་དེའི་ནང་ལོགས་ལ་ཡང། བོད་ནང་གི་བོད་མི་ཚོར་དྲག་གནོན་དང་འཇིགས་སྐུལ། དྭངས་ནང་བཞིན་ལྐོག་ནས་ལྟ་སྲུང་བྱས་ཡ་ལ་སོགས་པ་ཡོང་གི་ཡོད་པ་གསལ་སྟོན་བྱས་པའི་ཐོག་ནས་ཨ་ནི། མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཁང་ཁག་རེད། རྒྱལ་སྤྱིའི་རྒྱལ་ཁབ་ཁག་རེད། གྲོས་ཚོགས་འཐུས་མི་རེད། དང་ནང་བཞིན་སྤྱི་ཚོགས་ཀྱི་སྒྲིག་འཛུགས་ལ་སོགས་པ་དེ་གས་ནས་ཨ་ནི་གཅིག། བོད་ནང་ལོགས་ཤ་རྒྱ་ནག་གི་དྲག་གནོན་སྲིད་ཇུས་དེ་གས་མཚམས་འཇོག་བྱེད་དགོས་པའི་གི། ག་སོ་རེད་གནོན་ཤུགས་དང་འབོད་སྐུལ་གནང་དགོས་ཡ། གནང་དགོས་ཡོད་རེད་བྱས་ནས་གསུངས་གནང་ཤ། དམིགས་བསལ་རྒྱལ་སྤྱིའི་སྤྱི་ཚོགས་ཁག་ནས་ད་གཅིག་རྒྱ་ནག་གཞུང་ལ་བཏོན་པའི་དགོས་འདུན་ཁག་གི་ནང་ལོགས་ལ་ཡ། གཅིག་དེ་ད། སྐུ་མདུན་གྱི་འཁྲུངས་སྐར་སྲུང་བརྩི་ཞུ་འདོད་ཡོད་མཁན་བོད་མི་དེ་ཡས་ལ་ཡང་སྡུག་སྦྱོང་གཏོང་མཚམས་བཞག་དགོས་ཡག་གི་རེད་དོན་དག་ནི་བཞིན་སྐུ་མདུན་གྱི་འཁྲུངས་སྐར་ལ་ཡང་མཉམ་ཞུགས་གནང་བ་ལ་བརྟེན་ནས་བཙོན་འཇུག་དང་ཨ་ནི་ད་ལྟ་ཡིན་ནའི་བཙོན་ཁང་དུ་བཞུགས་བཞིན་པ་འབྲུག་གྲགས་ལགས་དང་བློ་བཟང་མཁས་གྲུབ་ལགས་བློ་བཟང་གིབ་ལགས་རྣམ་པ་གསུམ་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་འཕྲལ་དུ་བློ་འདྲི་གཏོང་དགོས་ཡག་དང་ཨ་ནི་ནང་མིའི་ཐུག་འཕྲད་བྱས་ཆོག་པ་ཨ་ནི་ཁྲིམས་རྩོད་པའི་རོགས་རམ་དགོས་པ་བྱུང་བས་ན་ཨ་ནི་བཀག་འགོག་བྱས་མི་ཆོག་ཡག་ཨ་ནི་དགོས་མཁོ་བྱུང་བས་ན་སྨན་བཅོས་ཀྱི་མཐུན་སྦྱོར་དང་བཅས་པ་སྤྲོད་དགོས་ཡག་གི་དགོས་དོན། འདི་ནས་བཟུང་ད་ག་ནང་བཞིན་རྒྱལ་སྤྱིའི་ཁྲིམས་ལུགས་ལྟར་ཡང་གཅིག་བོད་མིའི་ཆོས་དད་རང་དབང་དང་ཐོབ་ཐང་ལ་ཡང་གུས་བརྩི་བྱེད་དགོས་ཡག་དགོས་དོན། ད་ག་ནང་བཞིན་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་མཚན་སྨོད་ཞུ་ཡག་དང་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཡོངས་གྲགས་དང་ཡང་ན་ཁུ་སིམ་སིམ་གི་ཐོག་ནས་དད་མོས་ཞུ་མཁན་དེ་གས་ལ་ཡང་སྡུག་ཅན་གཏོང་ཡག་གི་སྡུག་སྦྱོང་གཏོང་ཡག་གི་ཨ་ནི་ལས་འགུལ་དེ་གས་མཚམས་འཇོག་དགོས་ཡག། ཨ་ནི་ད་ག་ནང་བཞིན་མཐའ་མ་དེ་ལ་ཡང་བོད་དང་རྒྱ་ནག་གི་དཀའ་རྙོག་སེལ་ཡག་ལ་ཡང་ཁོང་སྐྱབས་མགོན་ཆེན་པོའི་སྐུ་ཚབ་དང་ལྷན་དུ་ལ་ཡང་ནི་དོན་སྙིང་ལྡན་པའི་གྲོས་མོལ་བསྐྱར་དུ་འགོ་འཛུགས་དགོས་ཡ། དེ་འབྲེལ་གྱི་ཐོག་ལ་ཡང་ད་ཅིག་རྒྱལ་སྤྱིའི་སྤྱི་ཚོགས་ཁག་ནས་རྒྱ་ནག་ལ་ཡང་དགོས་འདུན་རྣམ་པ་མི་འདྲ་བ་དེ་གྱ་སྟོན་གནང་དགོས་རེད་བྱས་ནས་འཁོད་གནང་བྱ། དེ་དང་སྦྲགས་སྙན་ཐོའི་ནང་ལོགས་ལ་ཡང་ཅིག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ད་སླེབས་ལ་ཉེ་བའི་གོ་དོན་གསུང་ཚིག་དེ་ཡིན་པས་ན་དམིགས་བསལ་གྱི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད་འཛམ་བུ་གླིང་ཁྱོན་ཡོངས་ཁོ་རང་ལ་ཡང་དོན་སྙིང་ལྡན་པའི་དུས་སྐབས་ཅིག་ཆགས་ཀྱི་ཡོད་རེད་སོང་ཙང་གཞིས་ལུས་བོད་མི་གཙོ་བོར་བྱས་པའི་འབྲེལ་ཡོད་མི་མང་ཚང་མ་ལོག་གི་ཨ་ནི་སོ་སོའི་རྩ་བའི་བླ་མ་ལ་ཡང་ཆེ་མཐོང་དང་གུས་བརྩི་ཞུ་ཡག་ཨ་ནི་འཁྲུངས་སྐར་སྲུང་བརྩི་ཞུ་ཆོག་པ་ལ་ད་ག་ཚོད་འཁྲུངས་སྐར་སྲུང་བརྩི་ཞུ་ཆོག་ཡག་ལ་ཡག་ད་ཅིག་ཞེ་སྣང་དང་དངངས་སྐྲག་དེ་འདྲས་མེད་པ་ཞིག་གོ་ཡག་དེ་ཨ་ནི་དཔེ་གལ་ཆེན་པོ་རེད་ཞེས་བྱས་ནས་གསུངས་ཤག། ད་ལྟ་བཞུགས་སྒར་དུ་རྩེ་བཞིན་པའི་རྒྱལ་ཡུམ་ཆེན་པོའི་དྲིན་དེ་གསེར་གྱི་གཟི་མདངས་དཀར་མཛེས་སྤོ་ལོའི་འགྲན་བསྡུར་ཐེངས་སུམ་ཅུ་པའི་རྩེད་འགྲན་ནས་ཨ་ནི་བཞུགས་སྒར་ཕྱི་དྲིལ་རྐང་རྩེད་སྤོ་ལོའི

འདི་ལོའི་རྒྱལ་ཡུམ་ཆེན་མོའི་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་སུམ་ཅུ་པའི་ནང་ལོ་ལ་ཁྱོན་བསྡོམས་རུ་ཁག་བཅུ་དྲུག་ཡོད་པ་དང་ད་ག་ན་ཤི་རུ་ཁག་དེ་གས་སྡེ་ཚན་བཞི་ལ་དུར་སེལ་གཡས་བཅས་ཕན་ཚུན་གྱི་འགྲན་རྩོད་བྱས་རྗེས་མཐའ་མ་དེ་ལ་སྡེ་ཚན་བཞིའི་གི་རྩེ་ཕུད་གཉིས་གཉིས་བདམས་སྒྲུག་བྱས་རྗེས་གཞིས་བྱེས་མཐའ་མའི་གི་ནང་ལོ་ལ་དུར་སེལ་སླེབས་ཡོད་པ་རེད། གཞིས་བྱེས་མཐའ་མ་འདི་ཨན་ཁ་སང་སྤྱི་ཟླ་དྲུག་པ་ཀྱི་ཚེས་བརྒྱད་ཉིན་ལ་འགོ་འཛུགས་བྱས་ཡོད་པ་དང་ཐོག་མའི་གི་ཨན་རྩེད་འགྲན་པ་དེ་ཨན་ནི་སྦེལ་ཀོབ་བདེ་སྐྱིད་བླ་སྲོལ་རུ་ཁག་དང་ཨན་ནི་སྤོང་ར། ཨན་ནི་བཀྲ་ཤིས་གླིང་རུ་ཁག་གཉིས་བར་རུ་ལ་རྩེད་འགྲན་བྱས་རྗེས་ཨན་ནི། སྦེལ་ཀོབ་བདེ་སྐྱིད་བླ་སྲོལ་རུ་ཁག་གིས་སྤོ་ལོ་གཅིག་བསླུ་བའི་ཐོག་ནས་ཨན་དུ་སི་ཐོབ་གནང་ཡོད་རེད། དག་ནང་ཞིག་གིས་ཨན་དེ་ར་སྟོད་ནས་ཨན་ནི་དོན་གྲུབ་གླིང་རུ་ཁག་དང། བཞུགས་སྒར་ཨ་ནེའི་ཕྱི་དྲིལ་རུ་ཁག་གཉིས་པར་རྩེད་འགྲན་བྱས་རྗེས་རྡེ་ར་ལྡུན་དོན་གྲུབ་གླིང་རུ་ཁག་གིས་པོར་གཅིག་བླུས་པའི་ཐོག་ནས་ཨ་ནེ་དུ་རྒྱལ་ཁ་ཐོབ་གནང་ཡོད་རེད། ཡང་དེ་རིང་གཞིས་བྱེས་མཐའ་མའི་ཉིན་གཉིས་པའི་སྐབས་སུ་ཨ་ནེ། ཀོ་ལེ་ཀ་དོན་ལྡན་གླིང་དང་ཨ་ནེ་སྒང་ཏོག་རུ་ཁག་གཉིས་པར་རྩེད་འགྲན་བྱས་རྗེས་ཀོ་ལེ་ཀ་དོན་ལྡན་གླིང་གི་རུ་ཁག་གིས་པོར་གཅིག་བླུས་པའི་ཐོག་ནས་དུ་རྒྱལ་ཁ་ཐོབ་པ་བྱུང་ཡོད་རེད། དེ་ནས་མོང་གོལ་དང་ལྡི་ལི་བསམ་ཡས་གཉིས་རུ་ཁག་གཉིས་པར་རྩེད་འགྲན་བྱས་རྗེས་མོང་གོལ་རུ་ཁག་ལ་རྒྱལ་ཁ་དུ་ཐོབ་གནང་ཡོད་རེད། མདོར་ན་དུད་འགྲོ་གླིང་གི་རུ་ཁག་འདིས་རྟ་རྒྱལ་ཡུམ་ཆེན་མོའི་དཀར་མཛེས་སྤོ་ལོའི་ལུགས་རྒྱུན་ནང་དུ་བསྟད་པ་ཡིན་ན་གསེར་གྱི་བུམ་པ་ཐེངས་མང་ཞུས་ཐོབ་མཁན་གྱི་ཨ་ནི་རྐང་མཛེས་སྤོ་ལོའི་རུ་ཁག་འདི་དུ་ཆ་བསྡད་ཀྱི་འདུག་ཨ་ནི་ཚེས་བཅུ་གཅིག་ཉིན་ལ་ཨ་ནི་མཐའ་མའི་རྩེད་འགྲན་དུ་སྣང་ཡང་རེད་བཞག་ད་མཐའ་མའི་རྩེད་འགྲན་འདི་དབུ་འཛུགས་མ་ཞུ་བའི་གོང་དུ་འདི་ག་རླུང་འཕྲིན་ཁང་གིས་བཟོ་སྐྲུན་བྱས་པའི་བོད་ཀྱི

ཡང་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཆེ་བསྟོད་མཚོན་བརྗོད་དུ་ཡང་སྐུ་མདུན་ཞེས་པའི་གློག་བརྙན་དེ་ནི Tropica Film Festival ཞེས་ད་གློག་བརྙན་གྱི་དུས་སྟོན་དེ་འདྲ་ཞིག་གནང་རོགས་ལ་ཡང་བསྟན་ཤག།

དཔྱིད་ཀའི་སྐབས་སུ་ཡང་འཚོགས་བཞིན་པ་དང། ཨ་ནི་མི་མང་མང་པོས་ཀྱིས་ངང་སྒུག་བྱེད་ཡག་གི། Tribeca Film Festival། ཟེར་གི་འདུག་གློག་བརྙན་དུས་སྟོན་དེའི་ཐོག་ལ་ཨ་ནི་གཅིག་བོད་དོན་དང་འབྲེལ་བ་ཡོད་པ། ཁོང་སྐྱབས་མགོན་ཆེན་པོའི་ཨ་ནི་མཛད་རྣམ། སྐུ་མདུན་ཞེས་པའི་གློག་བརྙན་དེ་བལྟས་ན་ཤག། ཨ་ནི་སྐབས་དེའི་ཐོག་ལ་ཡིན་མིན་ན་སྐུ་མདུན་ཞེས་པའི་གློག་བརྙན་དེའི་འཁྲབ་ཁྲིད་གནང་མཁན། སྐུ་ཞབས Martin Scotts ཁོང་སྐུ་ངོ་མ་ཕེབས་གནང་རྗེས་ཨ་ནི་ཐོག་མར་སྐུ་མདུན་ལ་ཡར་ཐོན་ཁང་གི་འཚམས་འདྲི་ཞུས་གནང་བ་དང་སྦྲགས། ཨ་ནི་གློག་བརྙན་དག་ལ་ཕེབས་གནང་མཁན་མི་མང་བརྒྱ་ཕྲག་བཞི་ལྔ། ལྷ་ཚོས་དེ་འདྲ་ཞིག་ཕེབས་པ་དེ་གས་ལ་ཡང་ནི་སྐུ་མདུན་གྱི་གློག་བརྙན་དེའི་ཐོག་ནས་ནི་སྐུ་ཞབས་ཁོང་སྐུ་འགས་སྐྱེ་མི་ཚེ་ལ་ཡང་འགྱུར་ལྡོག་ཕྱིན་པའི་ཉམས་མྱོང་གསུངས་བྱས་ད་གང་ལྟར་གློག་བརྙན་གཟིགས་མཁན་རྣམ་པ་ཚོ་ལ་ཡང་སེམས་འགུལ་ཞེ་དྲག་ཐེབས་པ་དེ་འདྲ་བྱུང་ཤག་ནི་སྐབས་དེ་ལ་ཡང་ད་སྐུ་མདུན་ཞེས་པའི་གློག་བརྙན་དེའི་ནང་དངོས་སུ་འབྲེལ་བ་ཡོད་མཁན་རེད་ད་གང་ནང་བཞིན་བོད་པའི་གནད་ཡོད་མི་སྣ་དེ་འདྲ་ཡང་མང་པོ་ཞིག་གདན་ཞུ་གནང་ཤག། ཨ་ནི་དམིགས་བསལ་དུ་སྐབས་དེའི་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཆེ་བསྟོད་མཚོན་ཡག་གི་ཆེད་དུ། གློག་བརྙན་འཁྲབ་སྟོན་ཁང་གི་རྒྱལ་ཁོ་རེད་གཡས་གཡོན་དེ་བས་ལ་ཡང་ད་བོད་པའི་རིག་གཞུང་དང་འབྲེལ་བ་ཡོད་པ་དེ་འདྲས་སྒྲིག་གཤོམ་གནང་ཆེད་ཨ་ནི་སྐུ་འབག་གི་སྐུ། སྐུ་མདུན་གི་སྐུ་འབག་ཤ་མོ་ཡག་རེད་རླུང་རྟ་གེ་ཡག་རེད་ད་ནང་བཞིན་བོད་དང་ཨ་རིའི་གི་རྒྱ་དར་བཙུགས་ཡག་ཨ་ནི་འགྲེམས་སྟོན་གནང་ཡག་ད་ནང་བཞིན་བོད་པའི་གླུ་དབྱངས་ལ་སོགས་པའི་ཐོག་ནས་ད་གང་ད་གློག་བརྙན་དེའི་དོན་དེ་དམིགས་བསལ་ཞེ་བོ་ཅུང་ཤ། སོང་ཙང་ད་རེས་ཀྱི་དམིགས་བསལ་བྱེད་སྒོ་དེ་ཡིན་པས་ན་ད་རྒྱལ་སྤྱིའི་བོད་དོན་ལས་འགུལ་བསྟི་གནས་ཁང་རེཆང་ཨ་རིའི་སྐུ་ཚབ་དོན་གཅོད་ཐུན་མོང་གི་ཐོག་ནས་གོ་སྒྲིག་གནང་བའི་ཐོག་ལ་ཡང་ཨ་ནིའུ་ཡོག་དང་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པས་ཕྱག་རོགས་གནང་རྗེས་དུས་སྟོན་དེ་ཚགས་ཚུད་པོ་ཞུ་བ་བྱུང་ཤག་སོང་ཙང་ད་རེས་ཀྱི་གློག་བརྙན་དུས་སྟོན་གྱི་བྱེད་སྒོ་དེ་ཡིན་ནས་བོད་མིའི་སྒྲིག་འཛུགས་ཀྱི་ལོ་འདི་གང་ཙང་སྐུ་མདུན་གྱི་གོ་སྟོན་དང་འབྲེལ་བའི་བྱམས་བརྩེའི་ལོ་སྲུང་བརྩི་གྱི་ལས་འཆར་དང་འབྲེལ་ནས་གོ་སྒྲིག་གནང་བ་ཞིག་ཆགས་ཀྱི་འདུག་ལ། ད་རེས་ཀྱི་གློག་བརྙན་དུས་སྟོན་གྱི་ལས་འགུལ་འདིའི་ཐོག་ནས་ནི་རྒྱལ་སྤྱིའི་གཟིགས་མོ་བ་རྣམ་པ་ལས་ནས་སྐུ་མདུན་གྱི་བྱམས་བརྩེའི་དགོངས་བཞེད་ངོ་སྤྲོད་བྱེད་དུ་དམིགས་པ་བྱིན་པ་གསུངས་གནང་གི་འདུག། མཚམས་འདི་ནས་དེ་རིང་གི། བོད་དང་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་ཁག་ཞུས་གྲུབ་པ་ཡིན་རྣམ་པ་ཚོས་ང་ཚོའི་ལས་འབྲེལ་མཚན་ས་གནང་བར་ཐུགས་རྗེ་ཆེ།